བརྙན་ཐུང་དེ་གསན་གཟིགས་གནང་མཁན་འཛམ་གླིང་གང་སར་བཞུགས་པའི་ལྷག་བསམ་གྱིས་ཕྱུག་པའི་ཆོས་གྲོགས་རྣམ་པ་གླིང་གི་ཚང་མ་ལ་འཚམས་འདྲི་ཞུ་གི་ཡོད། དེ་རིང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཟླ་བ་དགུ་པའི་ཚེས་དགུ་དང་ནི་བོད་ཟླ་བདུན་པའི་ཚེས་ཉི་ཤུ་ལྔ་རེས་གཟའ་སྤེན་པ་རེད། འདི་ཉིད་ལ། སྤྱི་ཟླ་དགེ་བའི་ཚེས་ཉི་ཤུ་རྩ་དྲུག་ཉིན། ཉེ་བསྙེན་ཐུང་འདི་ནང་ལོ་ལ་རྟ་མདའ། རྒྱ་གར་མོན་གྷོར། གདན་ས་ཆེན་པོ་དགའ་ལྡན་རྣམ་པར་རྒྱལ་བའི་གླིང་གི་ཡ་གི་ཤར་རྩེ། ཐོས་བསམ་ནོར་གླིང་གྲྭ་ཚང་གི། སློབ་བ་ཁམས་ཚན་ནས་ཡིན་པའི་དགེ་བཤེས་བློ་བཟང་ཆོས་དར་ལགས་རྟ་རྒྱུད་རིང་པོ་ནས་ཉུང་ཞིག་བཤད་མཁས་པ་གཉིས་པ་འདུས་པའི་འདུ་བྱ། བཀའ་རྙིང། འཕྲད་བཞིན་པར་བརྟེན་དགེ་བཤེས་ལགས་ཀྱིས་ད་ང་རང་བཀའ་རྙིང་འདི་འདྲ་འདི་འདྲ་ཡོད། རྣམ་པ་ཚོགས་ཀྱིས་རྟོགས། ཕྱག་རོགས་ཞིག་གནང་ཐུབ་ན་ཟེར་ནས་དེ་འདྲ་ཅིག་རེ་འདུན་ཞིག་གནང་སོང་དགེ་བཤེས་ལགས་ལ་ཡིན་ད་ཡིན་ཟེར་ནས་དེ་འདྲ་ཅིག་ཞུས་པ་ཡིན། ཞུས་པ་ཞིག་སོང་གིས། ད་ནམ་རྒྱུན་ནི་ང་རང་གིས་རེ་བ་བརྒྱབ་བསྡད་ས་དེ། གཅིག།

བཅོ་བརྒྱད་ནས་ཞལ་འདེབས་ག་ལ་གང་འཚམ་གྱིས་ཞལ་འདེབས་གནང་ཡོད་རེད། གལ་སྲིད་མངའ་སྡེ་རང་ཞུས་པ་ཡིན་པ་ཡིན་ན་ང་ཚོ་ནིའུ་ཡོག་ཡིན་པ་ཆེ་ཨ་ནི་ནིའུ་ཡོག་ཅེས་ནིའུ་ཇར་སི་ཀལ་ཧྥོར་ནི་ཡ་ཤི་ཀ་གོ་སི་ཡ་ཏལ་མི་ནི་སོ་ར་ཨ་ནི་མི་ཡ་མི་ཨ་ནི་ཝིས་ཀན་སིན་ཨ་ནི་སོལ་ལེག་སི་ཏི

བཀྲ་ཤིས་བདེ་ལེགས་ཞུ་ཨོ་ཅེས་ནས་བསྔོས་ལ། བདག་དེ་ཡིན། དེ་ནས་བདག་དུ་མ་དེ་གར་སྐྱེས་དགོས་ཟེར་ན་ནི་སྤྱིར་ན་སྐུ་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་རྗེའི་འོད་ཟེར་ལས། དེ་ང་ཚོས་ཀྱི་བཀའ་ཤག་བོད་མི་མང་སྤྱི་འཐུས་ལྷན་ཚོགས། དེ་ཡང་རང་བཞིན་གྱི་ས་གནས་རིམ་པས་ཀྱི་ནི་མཛད་གཙོ་ནག་པོ་གཅིག་དང་ལྷག་པར་དུ་ནི་ང་ཚོ་འདས་ཟབ་མོ་དུས་ཀུན་གླིང་གཞིས་ཆགས་ཀྱི

པའི་བཙན། ཞལ་ལག་བཀའ་དྲིན་གནང་སོང། ད་བྱང་རྩེ་གྲྭ་ཚང་ཆ་བཞག་བས་ན། བྱ་བྱང་གྲྭ་ཚང་གཉིས་ཀ་དང་ལྷག་པར་བྱང་རྩེ་གྲྭ་ཚང། ཨོ་རྒྱུ་རྣམ་པ་གསུམ་ལ་དགེ་འདུན་འདུས་མ་བྱས་པའི་བཀའ་སྩལ། དེ་ནས་བོད་ཀྱི་ངང་གིས་བྲག་གཙང་མ་བཟོ་བས་ཀྱི་མི་སྲིང། གསར་དུ་སྤོབས་སྨན་ཁང་གནང་ལ་བཏེགས། སྨན་ཁང་དུ་སོ་གསར་པོ་བཏེགས་རྗེས་ནས་གང་ཆ་གང་ན། ཚང་མ་ལོག་གི་པས། སྨན་ཁང་གི་འགན་འཛིན་དང་འཚམས་པ་ཧ་རུ་པོ་རུ་བྱས་ནས། སྟབས་བདེ་གི་བྱ་བ་སྤྲོད་ནས་ཧོ་ལི་དང་ས་ཆ་ཐག་རེ་ཟིང་འགྲོ་མོ་བ་ཁྲག་གཙང་མ་དག་རང་ལ་ཐག་ཉེ་ས་ལ་བཟོ་བའི་གེགས་ཡིན་ནི་ཐུགས་འགན་དང་དོགས་ཚོད་ཐོག་ཞེ་ར་རོགས་མོ་གནང་སོ། དེ་ནི་ག་ནས་ཤ་ཟ་གྲ་ཟ་ཆག་ཤ་བྷན་ནས་ནས་ད་ཅིག་ཟ་ཡས་དུང་ཡས་ག་རེ་ཡིན་ནི་ཆག་ནས་འབད་པས་ལོ་ལོ་ད་དེ་འདྲས་རེད་ཤག་ཨ་ནི་སྨན་ཁང་གི་འགན་འཛིན་མཆོག་ནས། སྔ་མ་ནས་ད་སྔ་རེ་ད་ད་ར་ཅིག་ཁོ་རང་སྤུ་གུ་ན་ཤིང་བཅད་ནས་ང་ལ་དེ་འདྲས་ཅིག་གནང་གི་ཡོད་རེད། ད་བྱས་ཙང་རྣམ་པ་ཚོ་ལ་དེ་འདྲ་བྱས་ནས་ངས་ཐུགས་རྗེ་ཆེ་ཟེར་སྙིང་པོ་དེ་ཐུགས་རྗེ་ཆེ་སྙིང་པོ་དེ་ཞུ་གི་ཡོད། ད་དེ་མ་ཅི་གར་ཞུགས་ཟེར་ན་ང་ཚོ་འདི་གཞིས་བྱེས་ནང་ལ་ད་ཅི་འབྲས་སྤུངས་ལ་ས་སྐྱ་དང་ད་བསྟན་པ་འགྲོ་པ་དཀའ་སྤྱོད་ཀརྨ་དཀའ་སྤྱོད་ད་ཆོས་ལུགས་ཁག་མང་པོ་ཡོད་ལྷག་པར་དུ་ང་གནས་ས་ཐག་ཉེ་ས་དེ་ལ་ནི་ང་བཅུ་རེ་གཉིས་མའི་ནི་དོ་བྲག་གསང་སྔགས་ཆོས་ཁུངས་གླིང་གི་དོ་ཅོ་སློབ་དཔོན།

ད་རྡོ་རྗེ་སློབ་དཔོན། དགོངས་ཀྱི་ཡོན་ཏན་བྱེད་དགོས་གཙོས་པའི་ནི་ང་ཚོ་ཆོས་བརྒྱུད་ཁག་གི་བླ་ཆེན་ཡོངས་རྫོགས་ལ་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞེས་ཞུ་གི་ཡོད། ད་དེང་སང་གྲྭ་ཚང་ཁག་པའི་ཤི་བོ་ཡང་ཡོད་མ་རེད། དེ་ད་དག་ནང་བཞིན་རེད་ཐུགས་རྗེ་ཆེ། ད་ག་རེ་ཞུ་དགོས་ཟེར་ན་མཐའ་མ་དེ་ད་ང་རང་འདས་ཟིན་ལོ་པོ་གང་ཚེ་ཆགས་བཞག་པ་ཡིན་ནི་ཁང་པ་རེད། ད་དེང་པ་གཅིག་ཆུ་ཚ་པོ་འོ་ད་མཐུན་རྐྱེན་ཁང་པ་གང་འདྲའི་སྒོ་ནས་འདོད་པའི་ལས་བྱེད་ནང་པ་ཚོ་དཔེ་མི་སྲིད་ཀྱི། དེ་བཞིན་སོགས་ནི་ཞར་བྱུང་དུ་ཐུགས་ཆེ་སེམས་ཞུ་ཆོག་པར་བྱས། ད་ལྟ་འདི་ཞུ་དགོས་པའི་དོན་དག་གཙོ་བོ་རེད་དེ། ད་ནི་ཨ་རིས་ནེའུ་ཡོག་ཞུ་བའི་ནི་ང་ཚོ་གྲྭ་ཚང་སྨད་ཀྱི་ཨུ་ཚུར། དགེ་བཤེས་བཀྲ་ཤིས་རྡོ་རྗེ་ལགས་དེ་ཁོ་ན་གི་ངས་ཁ་སང་རེ་སྐུལ་ཞུས་བ་ནི་ཅིག་བསམ་བློ་སྣ་ཐག་ཐོག་ནས་ད་བལ་མི་སེར་གྱི་ཧང་སང་གོ་ཡི་སྐྱབས་བཅོལ་གནང་ཤག་ད་ངས་ད་མ་པོ་ཞིག་བྱོན་ན་ནི། དེ་ནི་མ་པོ་ཞིག་དུས་སུ་མ་པོ་བཀག་གི་འདུག་ངས་དེ་རྡོག་རྡོག་རྡོག་རྡོག་རེད་ཅེས་ཞུས་ཆོག་པ་བྱས་ཞུ་གི་ཡིན། ཨ་ནི་ནེའུ་ཡོག་བ་དང། ཨ་རིའི་ཁོངས་གཏོགས་ལ་དང US། ནེའུ་ནེའུ་ཡོག་དང་ནེའུ་ཇར་སི། ཀེ་པུར་ཀེ་པུར་ནེ་ཡ་སེ་རོ། ཨ། ཅི་ཀ་ཨ་ལེ་ཤི་ཀ་ཀོ།

ཉིད་དམ་པ་ནི་ཐུགས་རྗེ་ཆེ་སྟ། ཞུ་རྒྱུ་དང། ལྷ་སྟོན་ནི། ཚེ་ལ་དོན་མཐུན་ཡོད་པའི་མོ་ལ་ཞུ་བཞིན་ཡོད། བ་ད་དེ་ཡིན་ད་ཚང་མ་དུ་ཞུ་ཐུབ་མི་ཐུབ་དཀོན་མཉམ་ཡོང་པ་བྱེད། ད་ང་ཚོ་ཡོད་ཀྱི་བོད་རིགས་སྤུན་ཟླ་ཡོངས་ལ་ངའི་རེ་སྒུག་ཐ་མ་ཅིག་ཞུས་ཆོག་བ་བྱེད། ད་བླ་མ། ད་ང་རང་ཚོའི་བླ་མ་སྤྱི་ལོ་འཁོར་སྐྱབས་མགོན་ཆེན་མོ་ད་ཁོང་ཚོ་བྲིས་ནས། ད་གནས་སྟངས་རོ་ག་འདྲི་ཅིག་ཡོད་མེད་ཚང་མ་ལོ་ཁྱེད་འདི་མཁྱེན་བཞིན་པ་རེད་ངས་ཡང་བསྐྱར་གསལ་འདེབས་ཞུ་དགོས་ཡོད་མ་རེད། བྱས་ཙང།

མི་གྲངས་བརྒྱ་དང་བཞི་བཅུ་ཞེ་བརྒྱད་ནས་ཨ་ནི་ཞལ་འདེབས་གནང་ཞེས་པ་ཨ་སྒོར་གཅིག་ཁྲི་ཉིས་སྟོང་བཞི་བརྒྱ་བདུན་ཅུ་དུས་ཆེན་དང་དཔེ་བདུན་ཅུ་དུས་གཉིས་བྱས། དེ་ནས་རྒྱ་གར་མི་དགེ་བཤེས་ལ་རང་གི་མི་རྟ་ཐུགས་མཁས་མེད་ལ་ཞུ་ན་ཡང་རེད་ང་རང་ཚོ་ཚང་མས་ཀྱི་བསོད་ནམས་ས་ཡ་གི་རྟ་ལས་དང་སྐྱེས་པ་ཡོད་པ་ཡིན་ན་ཡང་རེད། སྟབས་བདེ་བའི་སྟབས་བདེ་བ་ལ་ཨ་སྒོར་གཅིག་ཁྲི་ཉིས་སྟོང་བཞི་བརྒྱ་བདུན་ཅུ་ཐོན་གཞི་ནས་ད་ལྟ་ཨ་སྒོར་བརྒྱད་སྟོང་ཐམ་པ་མར་མགོ་རང་ནས་འདི་ཨ་རི་ལ་ཕེབས་ཉེན་གྱི་ང་ཚོ་ཆོས་གྲོགས་གཅིག་གི་བུ་མོ་ཕ་རྒྱལ་ཞུས་ཡོད་པ་ཡིན་ཙང་ལང་ཀ་ལ་ཏག་ཏག་མཇལ་སོང་དངུལ་འདི་འདྲའི་བརྗེ་པོ་ལོས་ཡོད་ན་འདི་ཡོད་གསུངས་སོང་འདི་ཞུ་བ་ཤི་སོང་གི་ཨ་སྒོར་བརྒྱད་སྟོང་ཐམ་པ་འདི་དགེ་བཤེས་ལ་རང་ལ་བསྡད་ནས་དངུལ་ཇེ་ཆེ་ནས་ཨོ་དེ་འདྲའི་རིགས་ཁབ་ཏུ་ཕུལ་རྒྱུ་བྱུང་ཡོད་རེད། འདིའི་སྐབས་ལ། ཨ་སྒོར་གཅིག་ལ་སྒོར་མོ་བརྒྱད་ཅུ་གྱ་གཉིས་དང་དཔེ་ལྔ་བཅུ་སྙན་ངག་གནང་ཡོད་རེད། ད་ཨ་སྒོར་བརྒྱད་སྟོང་ཐམ་པ་ཡིས། ད་ལྟ་རྒྱ་གར་བ་མོ་ཚུར་བསྒྱུར་བ་ཡིན་པ་ཡིན་ན་སྒོར་མོ་རེ་རེ་ལ་ཧིན་སྒོར་བརྒྱད་ཅུ་གྱ་གཉིས་དང་དཔེ་ལྔ་བཅུ་སྙན་ངག་གནང་ཡོད་པ་ཡིན་ཙང་ཨ་སྒོར་བརྒྱད་སྟོང་ཐམ་པ་ལ་གྲོང་འབུམ་དྲུག་ཁྲི་བཞི་བརྒྱ་ཐམ་པ་འདི་དགེ་བཤེས་ལགས་ལ་ཉི་མ་གཉིས་གསུམ་ལ་ལམ་སང་ཕུལ་རྒྱུ་བྱུང་ཡོད་རེད། ཨ་ནི་ལྷག་མ་བཞི་སྟོང་བཞི་བརྒྱ་བདུན་ཅུ་དུས་ཡུན་བཞི་ལྡབ་པའི་བདུན་ཅུ་དུས་གཉིས་འདི་ཨ་ནི་ཁེ་ས་ང་རང་ཚོ་ངོ་ཤེས་པ་ཆོས་གྲོགས་ཁ་ཤས་ཡི་བརྒྱུད་ནས་དེ་འདྲ་ཞིག་ཕུལ་ནས་བཏང་དངུལ་ཚང་མ་ཕ་རྒྱུ་འབྱོར་ཡོད་རེད་ཁ་སང་གི་རྫ་དེ་བརྒྱད་ཅུ་གྱ་གསུམ་དང་དཔེ་བཞི་བཅུ་ཐམ་པའོ་དེ་འདྲ་ཞིག་རག་སོང་དེ་ནས་བཞི་སྟོང། བཞི་སྟོང་བཞི་བརྒྱ་བདུན་ཅུ་དོན་བཞི་དང་དཔེ་བདུན་ཅུ་དོན་གཉིས་ལ། ཧིན་སྒོར་ག་ཚོད་བྱུང་བ་ཡོད་རེད་ཞུས་པ་ཡིན་པ་ཡིན་ན། སུམ་འབུམ་བདུན་ཁྲི་སུམ་བརྒྱ་བརྒྱ་དང་དགུ་བཅུ་གོ་གཅིག་དང་དཔེ་དྲུག་ཅུ་རེ་བཞི་བྱུང་ཡོད་རེད། ད་བསྡོམས་ནས་དེ་གཉིས་ཀ་བསྡོམས་ཡོང་དུས་གཅིག་ཁྲི་ཉིས་སྟོང་བཞི་བརྒྱ་བདུན་ཅུ་དོན་བཞི་དང་དཔེ་བདུན་ཅུ་དོན་གཉིས་ལ། ད་ལྟ་ཧིན་སྒོར་ག་ཚོད་བྱུང་བ་ཡོད་རེད་ཞུས་པ་ཡིན་པ་ཡིན་ན། ཨ་ནི་འབུམ་བཅུ་དང་སུམ་ཁྲི་བཞི་བརྒྱ་ཉི་ཤུ་རྩ་གཉིས་དང་དཔེ་བརྒྱད

དཔལ་འབྱོར་གྱི་དཀའ་རྙེད་ཡོད་དེ་ལ་ཚོ་ཕལ་ཆེར་མི་ཉིས་བརྒྱ་ལྷག་ལ་འདི་འདྲའི་ཇི་གི་ཏག་ཏག་འགོ་ཇི་སྙེད་ཁྲི་ཁ་བྱས་རེད་མ་གཏོགས་གཙོ་བོ་མི་དམངས་ཀྱི་སྔུན་ནས་ལྷག་བསམ་དང་ཨ་ནི་ཆིག་སྟོང་ཕོན་བོ་འདི་འདྲའི་གཉིས་ལ་བརྟེན་ནས་ཨ་ནི་མི་ཉིས་བརྒྱ་ལྷག་ལ་ཕྱག་རོགས་ཞུ་རྒྱུ་བྱུང་ཤག་འདི་ནི་ཨ་སྒོར་རྩིས་བརྒྱབ་པ་ཡིན་ན་ཧ་ལམ། འབུམ་བཞི་ལྷག་འོ་དེ་འདྲའི་ཆེད་ཕྱག་རོགས་ཞུ་རྒྱུ་བྱུང་ཡོད་རེད། འདི་ང་རང་གིས་འཇོན་ཞེས་པ་རྩ་བ་ཉིད་ནས་དྲན་གྱི་མེད། ང་རང་གིས་འདི་མ་འཇོན་འཇོན་འདོག་བྱས་ནས་དེ་འདྲ་ངོ་དེབ་ནང་ལ་སྐད་རེ་རྒྱག་ཨ་བྱས། འདི་ནམ་རྒྱུན་ནས་ང་ལ་ཡིད་ཆེས་གནང་མཁན་གྱི་ད་ཆོས་གྲོགས་མི་ཉུང་བ་ཅིག་ཡོད་རེད། འདི་ཚོ་ཡིས་ང་ལ་ད་ཅིག་གཙོ་བོ་སྒེར་དང་སྤྱི་བ་བྱ་བ་ཡིན་ན་སྤྱི་བ་ལ་དགོངས་པ་བཞེས་ནས་དེ་འབྲེལ་གྱི་གནང་བ་ལ་བརྟེན་ནས་ཕྱག་རོགས་ཞུ་རྒྱུ་བྱུང་ཡོད་རེད་དེ་ཡིན་ཙང་དེ་རིང་ནི་བོད་ཟླ་བདུན་པའི་ཚེས་ཉི་ཤུ་ལྔ་ཉིན་ག་ལེར་གྱི་ཚང་མའི་གི་ད་ཚེས་བཟང་ཆགས་བསྡད་ཡོད་རེད་གང་ཟག་གི་ད་ལྟ་བར་དུ་ཁྱོད་བོ་ཉམས་ད་སུ་ལ་ཡིན་ནའི་ཕྱག་རོགས་གནང་བསྡད་པ་སོ་སོའི་མཁྱེན་གྱི་རེད་དེ་ལ་དགའ་བ་སྒོམ་ཨ་ནི་ཆོས་གྲོགས་ནང་བོད་འདི་གཅིག་གིས་གཅིག་ལ་རྗེས་སུ་ཡི་རང་གནང་དེ་འདྲ་བའི་རྟགས་གང་ཟག་གི་རྒྱལ་བ་དེ་ཉིད་གཙོ་བོ་སངས་རྒྱས་ཀྱི་བསྟན་པ་ཡུན་རིང་དུ་གནས་པ་དང་བསྟན་འཛིན་ཀུན་གྱི་གཙུག་རྒྱན་ཨ་ནེ་སྐྱབས་མགོན་ཡེ་ཤེས་ནོར་བུ་མཆོག་དབུས་པས་ཨ་རིག་སོ་མ་ཆེ་བའི་བསྟན་འཛིན་གྱི་སྐྱེས་ཆེན་དམ་པ་སྐུ་ཚེ་ཞབས་པད་བརྟན་པས་ཨ་ནེ། རྟ་རྒྱུད་ལ་འགྲོ་བར་ཤོག་ཅེས་ཟེར་ནས་རྣམ་པ་ཚོ་གིས་ཐུགས་མོས་གནང་རོགས་གནང་ཟེར་ནས་འོ་དེ་འདྲ་ཞིག་ཞུ་འདོད་བྱུང། མཐའ་དོན་དུ་གལ་པོ་ཆེ་ལ་ནན་ཏན་གྱི་ཚུལ་དུ་ཞུ་ཨེ་ལ་དེ་ངེད་རྟ་རྣམ་པ་ཚོ་གིས་ཁ་ཤས་རྫའི་ནང་ལ་ངུས་ན་ཨ་ནི། ང་ལ་འབྲེལ་བ་བྱེད་ས་ཡོད་མེད་པ་ཆེ། རྫའི་ནང་ལ་གང་མིང་འཁྲུལ་བ་ཡོད་པ་ནང་བཞིན་ངས་དེ་བྲིས་བཞག་ཡོད། ཨན་ད། དེ་ནང་ལ། ང་ལ་དངོས་ལ་ང་འདི་ནང་རུ་ནང་གསུང་མཁན་ག་ར་གང་འཚམས་ཅིག་ཡོད་རེད་འདི་མང་ཆེ་བ་ངས་ངོ་ཤེས་ཀྱི་ཡོད། ཨ་འདི་ཚོ་ཡང་ཕྱག་ལས་དང་དེ་འདྲའི་ཡིག་སྐད་འབེལ་ཁོང་རྣམ་པ་ཚོ་ད་ད་ངུས། སྐད་ག། ཕེབས་ཐུབ་ཡོད་མ་རེད། དེ་ཡིན་ཙང་ངས་དངུལ་ཚང་མ་ང་འདི་ཕྱི་ནས་ཕུལ་ཚར་བ་ཡིན། ཨ་ནི་འདིའི་ཐོག་ལ་ངས་མཚན་འདི་འདྲ་ནོར་བ་བྱུང་བ་ཡིན་ན་ངས་ལག་གཉིས་མཐའ་མོ་སྦྱར་ནས་དགོངས་སེལ་ཞུ་གི་ཡོད། ནི་དངུལ་བོར་ནོར་ཡོད་པ་ཡིན་པ་ཡིན་ན་ནི་ནང་རྩ་ཕྱི་ནས་ང་ལ་ཚུར་འབྲེལ་བ་གནང་རོགས་གནང། ལྷག་ཡོད་པ་ཡིན་ན་སྟབས་དངོས་ཕ་ཡིས་དགེ་ཤེས་ལ་ཡི་ཆགས་ལ་སྦྱོར་ཚར་བ་ཡིན་པ་ཡིན་ན། ལྷག་པ་ཡིན་ན་ཁོ་ཕུན་སུམ་ཚོགས་པའི་ཡན་ལག་རེད། རྣམ་པ་ཚོགས་ཀྱི་ཞལ་འདེབས་གནང་བས་ཀྱི་དངུལ་ལས་ཆེས་བདེ་བ་ཡོད་པ་ཡིན་ན་ད་ངས་ལག་པ་ལ་ལྷག་དགོས་བ་རེད་འདི་ངས་གསབ་དགོས་བ་རེད་དེ་ཡིན་ཙང་རྣམ་པ་ཚོགས་ཀྱིས་འཛེམ་ཟོན་མེད་པའི་ཐོག་ནས་ཨ་ནི་ང་ལ་ཚོ་དཔྲལ་བ་གནང་རོགས་གནང་ཚེ་ནི་ཨོ་དེ་འདྲས་ཞིག་ཞུ་ཡ་ཡིན་ཚེ་མདོ་ཚང་མ་ངས་ངོ་དེབ་ནང་ལ་བཤད་ཀྱི་ཡིན་དེ་ལ་མ་རྣམ་པ་ཚོ་ཡི་ཞིབ་འཇུག།

ད་འདུག་བའི་སེམས་ནང་ལ་དགའ་བོ་ཡོང་ས་རེད་རེད་བ། ཨེ་འདི་ནང་ལ་ངོ་དེབ་ནང་ལ་ཉིན་གུང་ཡིན་ཚང་མ་བཏང་ཚང་ཡིན་ལབ་ཨེ་འདི་ནས་ཉལ་བསྡད་པ་འདི་འདྲའི་སེམས་ནང་ལ་དོགས་པ་ནང་དུ་ཏན་ཏན་ཡོང་གི་རེད་དེ་འདྲ་ཡོད་པ་ཡིན་ན་ཐད་ཀར་དགེ་བཤེས་བློ་བཟང་ཆོས་དར་ལ་འབྲེལ་བ་གནང། དགེ་བཤེས་བློ་བཟང་ཆོས་དར་ལ་གཅིག་པུ་མིན་པར་ད་ལྟ་བར་དུ་རྣམ་པ་ཚོགས་ཀྱིས་ངེད་དེ། དགེ་བའི་བསྐུལ་མ་ཞུས་རྣམ་པ་ཚོགས་ཀྱིས་ནམ་རྒྱུན་གནང་དོན་ཀྱང་ཧ་ལས་པ། ཆོས་གྲོགས་དངོས་ནས་བརྟག་ཅིག། སེམས་ཤུགས་ཡོད་ཉིད་འདི་འདྲས་ཡོད་རེད་ན་འདི་ཚོ་ཡིན་པ་ཡིན་ན་ཡང་རྣམ་པ་ཚོ་དོགས་པ་ནམ་འདུག་འདི་འདྲས་ཡོད་པ་ཡིན་ན་དངོས་ཡིན་ཏག་ཏག་འབྱོར་ཁུལ་དུ་མི་འདུག་ཨ་ནི་ཁོ་གྱིས་འདི་ན་ལ་ཡང་ཀ་མི་ཤེས་ན་འདི་འདྲས་ལ་ཧེ་ཞིག་རོ་བ་ད་ཨོ་འདི་འདྲས་ཟ་གིན་མེད་འགྲོ་ཟེར་ནས་དོགས་པ་ནམ་འདུག་ཡོད་པ་ཡིན་ན་ཨ་ནི་ཡང་འདི་ལ་ནང་ཚགས་ཕྱི་ནས་གསུང་རོགས་གནང་ཟེར་ནས་ཨོ་དེ་འདྲས་ཀྱིས་ཞུས་པ་ཡིན་པ་ཡིན་ན་ཏོག་སེམས་ན་ལ་སྟབས་བདེ་བར་ཡོང་གི་འདུག་ཨོ་དེ་བྱས་ནས་ཞུ་གི་ཡོད། ཨ་ནི་མ་འོངས་པ་ཡིན་ན་ཡང་དེ་དེ་བཞིན་དུ་དེ་འདྲའི་གཞི་བཀའ་ཉན། ཏན་ཏན། དྲི་ངན་དེ་འདྲ་ཡོང་སྲིད་པ་རེད། ཨ་འདིའི་སྐབས་ལ་ཨ་ནི་ངོ་དེབ་བརྒྱུད་ནས་འབྲེལ་བ་ཞུ་གི་ཡིན། རྣམ་པ་ཚོ་གིས་སོ་སོའི་གྱི་ད། བློས་བཅོལ་བ་ཁོ་བོ་གཅིག་གཉིས་ལས་མེད་ན་ཞལ་འདེབས།

རེད་བ། འདི་ནང་ལ་ཞལ་འདེབས་གང་གནང་རྒྱུ་ཚང་མ་བསམ་པ་རྣམ་དག་ནས་གནང་ཡོད་རེད་རེད་བ། གང་ཡིན་ཟེར་ན་ངས་སྒེར་གྱི་ངོས་ནས་གནང་རོགས་བྱེད་ཚུལ་ནི་ཞུ་ཁ་བཅག་ཡོད་མ་རེད། གནང་མཁན་ཚང་མ་གྱི་ངོས་ནས་ལྔ་བརྒྱ། སུམ་བརྒྱ། བཞི་བརྒྱ། ཉིས་བརྒྱ་དེ་འདྲའི་རྐྱང་རྐྱང་དག་ཚང་ཁ་གྱེས་ནས་གནང་མཁན་ཤ་སྟག་རེད། འདི་རང་བཞིན་གཉིས་ཀ་ང་ལ་ཡིན་ན་སེམས་རང་ལ་དཔེ་དགའ་བོ་ཡོང་གི་འདུག་འདི་མེད་ན་མི་རེ་རེ་ལ་ལས་རེ་རེ་ཡོད་ས་ལ་བཅའ་ག་འགྲོ་དེ་སླེབས་སླེབས་ག་འགྲོ་དེ། ཨ་ནི་ད

རང་ལ་འབྲེལ་བ་བྱུང་ནས་འདི་འདྲ་འདི་འདྲ་བྱེད་ཀྱིན་ཡིན་འགྲིག་གི་རེད་འགྲིག་གི་མ་རེད་ཆོག་ཅིག་ཡོད་པའི་ཐོག་ནས་ད་ལྟ་བར་དུ་འདི་འདྲ་ཞིག་ད་ཆགས་རོགས་ཞུས་པ་ཡིན་ཞུས་པ་ཞིག་སོང་གི་རྣམ་པ་ཚོ་ཡིས་རྒྱབ་སྐྱོར་ཚད་མཐོ་བོ་ཞིག་གནང་སོང་འདི་ང་རང་ཡིན་པ་ཡིན་ན་ཡང་ད་ཉིན་རེ་ཉིན་རེ་ཡི་ད་ཉམས་ལས་ད་གལ་ཤེས་ཀྱི་མེད་དེ། ཨ་ནི་གཞན་ཕན་གྱིས་ད་བྱ་བ་ཕྲན་བུ་ཅིག་བསྒྲུབས་པས་རག་སོང་བསམ་ནས་ང་རང་གིས་ཉམས་ལེན་དེ་གྱིས་ད་ག་རང་གིས་ད་འགྲིག་གི་འདུག་བསམ་ནས་ང་རང་ང་རང་སྤོབས་པ་སྐྱེ་བཞིན་ཡོད་རྣམ་པ་ཚོ་ཡིན་པ་ཡིན་ན་ཡང་ཨ་ནི་ཆང་ང་རིས་ག་བ་ཤུ་ཡོད་པ་ཡིན་ན་ཡང་རྒྱ་ཁབ་ག་བ་ཤུ་བ་ཡིན་ན་ཡང་ཀུ་ལེ་ཤུ་བོའི་སྐྱོན་གོ་རེད་ཨ་ནི་ཀུ་ལེ་སྐྱོན་པའི་དངུལ་དེ་དངོས་ནས་གཙང་མ་གཙང་རྐྱང། སྙོར་བ། སྒྲ་མི་འདྲ། གསལ་ལེ་མེད་པ། དཀའ་ལས་རྒྱལ་ཁྱོད་དངོས་ཡིན་ཙང་རྣམ་པ་ཚོ་ཡོད་བསམ་པ་ནང་དོན་ནི་འཕོ་འགྱུར་བྱུང་ཡོད་རེད་དེ་ཉམས་ལེན་གྱི་ཆ་དེ་ཡོད་རེད་ད་རྗེ་འབིག་ཉམས་ལེན་རེད་བ་ད། འོ་དེ་ཡིན་ཙང་ང་རང་ཚོ་ཚང་མ་བླ་མ་གཅིག་གི་སློབ་མ་དཀྱིལ་འཁོར་གཅིག་གི་ལྷ་ཚོགས་གསུངས་པ་ནང་ཞིག་ག་དུས་ཡིན་ན་ང་རང་ཚོ་ཚང་མའི་གསུང་དེ་གོ་རེད་དེ་ཡིན་ཙང་མཉམ་རུབ་ཀྱི་ཐོག་ནས་དགེ་བའི་བྱ་བ་བསྒྲུབ་རྒྱུ་རག་པ་དེ་ང་རང་ད་བསོད་ནམས་ཀྱི་གོ་སྐལ་ཡིན་ཟེར་ནས་ག་དུས་ཡིན་ན་དྲན་བསྡད་ཀྱི་ཡོད་དེ་ཡིན་ཙང་རྣམ་པ་ཚང་མས་དེ་འདྲའི་རིགས་ཀྱི་ཐུགས་ལ་འཇགས་པའི་ཐོག་ནས་ནི་མ་འོངས་པ་ཡིན་ན་ཡང་མུ་མཐུད་ནས་ང་རང་ཚོ་དགེ་བའི་ཆེ་བ་མཉམ་རུབ་ཀྱི་ཐོག་ནས་སྒྲུབ་ཐུབ་པའི་གི་ཚང་མས་གི་ཐུགས་སྨོན་མཚམས་སྦྱོར་གནང་རོགས་གནང་ཚེ་ནས་ཞུ་ཡ་ཡིན་བཀའ་དྲིན་ཆེ།